བཀྲ་ཤིས་བདེ་ལེགས། དེ་ནས་དེ་རིང་ང་ཚོ་ཤེས་བྱ་ཀུན་ཁྱབ་མཛོད་རྩ་བ། གནས་དྲུག་པའི་སྐབས་བཞི་པ། ཤེས་བྱ་སྤྱིའི་མཚན་ཉིད་རྣམ་པར་བཞག་པའི་སློབ་ཚན་ནི་ཉེར་གཅིག་པ། ཉོན་ཡིད་ཀྱི་སྐོར་ལ་སློབ་ཚན་འགྲོ་ཡ་ཡིན། དེ་ནས་གཟུགས་ཀྱི་ཕུང་པོ་ཚོར་བའི་ཕུང་པོ་འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ་རྣམ་པར་ཤེས་པའི་ཕུང་པོ་སྟེ་ཕུང་པོ་ལྔ་བཤད་པས་ལྔ་བ། རྣམ་པར་ཞི་བའི་ཕུང་པོ་ཤེས་པ་ལ། སེམས། ཀུན་གཞི་ཞེས་པ་དང་ཡིད་ཉོན་ཡིད་ཤེས་པ་དང་ནི་རྣམ་པར་ཞི་བ་ཤེས་པ་དང་གསུམ་ཡོད་པས་གཉིས་པ། ཉོན་ཡིད་ཤེས་པ་དེ་རེད། དེ་ནས་འདི་རྩ་ཚིག་ཡིན་ན། ངར་འཛིན་བདག་ཉིད་བསྒྲུབ་ལ་ལུང་མ་བསྟན། ཉོན་མོངས་ཞི་སོགས་མཚུངས་པར་ལྡན་པའི་ཡིད། ཟག་པར་བྱིང་ཞིང་ཟག་པ་འདས་པར་འཆི། ཀུན་གཞིར་དམིགས་ནས་རྟགས་འཇུག་འཕགས་ལ་ལྡོག། ཨོ། དེ་འདྲ་ཅིག་གསུངས་པ་རེད། དེ་ནས་རྩ་བ་ཤོ་ལོ་ཀ་གཅིག་འདིའི་བརྗོད་བྱ་མདོར་བསྡུས་པ་ཡིན་ན། ཉོན་ཡིད་ཀྱི་མཚན་ཉིད་དང། ཉོན་ཡིད་ལ་འཁོར་སེམས་བྱུང་གང་དག་ཡོད་པ། ཉོན་ཡིད་ཀྱི་ཆེད་ལས་ག་རེ་ཡིན་པ། ཉོན་ཡོད་དེ་ག་དུས་ལྡོག་གི་ཡོད་པ་དོན་ཚན་བཞི་བསྟན་གྱི་ཡོད་པ་རེད། དེ་ཡི་དང་པོ་ཉོན་ཡིད་ཀྱི་མཚན་ཉིད་བསྟན་པའི་སྐབས་སུ། སྔར་འཛིན་བདག་ཉིད་སྒྲིབ་ལ་ལུང་མ་བསྟན་ཟེར་གསུངས་པ་རེད། ཉོན་ཡིད་རང་གི་ངོ་བོ་དེ་ཀུན་ཤེས་ལ་དམིགས་ནས་རྣམ་པ་ལྔར་འཛིན་པའམ་བདག་ཏུ་འཛིན་པ་སྒྲིབ་པ་ཡིན་པ་ལུང་དུ་མ་བསྟན་པ་ཡིན་པ་འོ་དེ་འདྲ་ཅིག་གསུངས་པ་རེད། འཁོར་ཉོན་མོངས་ཤེས་སོགས་ཟེར་ལབ་པར་ཉོན་མོངས་ཤེས་དེ་འདོད་ཆགས་དང་ང་རྒྱལ་མ་རིག་པ་བདག་ཏུ་ལྟ་བ་ཟེར་དེ་བཞི་རེད། སོགས་གྲགས་ཀྱི་བསྟན་པ་འཁོར་ཀུན་འགྲོ་ལྔ། དང་བྱས་པས་སྡོམ་པའི་འཁོར་སེམས་ཤོང་དགུ་དང་མཚུངས་པར་ལྡན་པ་རེད། ད་ནི་ས་བར་འཆིང་ཤང་ས་བུ་འདེབས་ཟེར་བ་དེ་ས་བར་འཆིང་ཟེར་ལབ་པ་དེ་འཁོར་བ་ལ་འཆང་བའི་གཞི་ཞིག་ཡོད་པ་རེད། དམིགས་པ་ཀུན་གཞི་ལ་དམིགས་ནས་དུས་རྟག་ཏུ་ང་དང་ང་ཡི་བར་འཛིན་གྱི་ཡོད་པ་ཡིན་ཙང་ཟག་པ་ལ་འཆིང་གི་རེད། འདིའི་སྐབས་ཀྱི་ཟག་པ་དེ་ཉོན་མོངས་པའི་གནས། ཉོན་མོངས་པར་ཀུན་ནས་སྦྱོར་བའམ་ཡང་ན་འཁོར་བ་ལ་ཀུན་ནས་སྦྱོར་བ། བདག་འཛིན་དེ་ཡི་དབང་གིས། འདོད་ཆགས་ཞེ་སྡང་ལ་སོགས་པ་སྐྱེས་ནས་ལས། ལས་ཀྱི་བག་ཆགས་ཀུན་ཤེས་ལ་བཞག་ནས་འཁོར་བ་ལ་འཁོར་བའི་རྒྱུ་གཙོ་བྱེད་ཀྱི་ཡོད་པ་རེ་ཡིན་ཙང་བསགས་པར་འཆིང་ཞིང། ས་བུ་འདེབས་པར་བྱེད། འོ་ན་མྱུ་ཡེ་ཟེར་བ་དེ་གང་ཟག་སུ་ཡི་རྒྱུད་དུ་ཡོད་པ་རེད་ཟེར་ལབ་པ་ཡིན་ན་འཁོར་བའི་གནས་ཀྱི་སེམས་ཅན་ཐམས་ཅད་ཀྱི་རྒྱུད་ལ་ཡོད་པ་རེད། ཡིན་ན་ཡང་འཕགས་ལམ་མངོན་དུ་གྱུར་པ་དཔེར་ན་འཕགས་པའི་མཉམ་གཞག་ཡེ་ཤེས་མངོན་དུ་གྱུར་པའི་སྐབས་དང་འགོག་པ་ལ་སྙོམས་པར་འཇུག་པ་དང་དགྲ་བཅོམ་པ་ཐོབ་པ་ཡང་ན་བྱང་སེམས་ཀྱི་ས་བརྒྱ་པ་ཡན་ཆད་ཐོབ་པ། དེའི་ཚེ་ན་ལྡོག་འགྲོ་གི་ཡོད་པ་རེད། རྩ་བའི་ནང་དུ་མདོར་བསྡུས་པ་ཡིན་ན་དེ་འདྲ་ཞིག་རེད།